དེ་ནི། བསྲབ་བྱ་དང་པོའོ། དེ་ནི་སྦྱོར་བ། ཚོགས་བསགས་སྒྲིབ་སྦྱངས་ཀྱི་ཆེད་དུ་ཡན་ལག་བདུན་པ་བཤད་པ། དེ་ལ་དེ་ནི། དུ་ཉོ་བསྟེན་ནོ། ཕྱག་འཚལ་བ། མཆོད་པ་ཕུལ་བ། དེ་ནས་སྡིག་པ་བཤགས་པ། བསོད་ནམས་ལ་ཆས་སུ་ཡི་རང་བ། ཆོས་ཀྱི་འཁོར་ལོ་བསྐོར་བར་བསྐུལ་བ། མྱ་ངན་ལ་མི་འདའ་བར་བཞུགས་པ་གསོལ་བ་འདེབས་པ། དེ་ནས་དགེ་བའི་རྩ་བ་ཡོངས་སུ་བསྔོ་བ། བསྲབ་བྱ་དུ་ཉོ་བསྟེན་ནོ། དེའི་ནང་ནས་དང་པོ། ཕྱག་འཚལ་བའི་བསྲབ་བྱ་དཔོལ་ལ། དེ་ནས། བསྲབ་བྱ་བཞི་ཡོད་བསྟེན་ནོ། དེ་ནས་ཟབ་ཆ་བཞིའི་ནང་ནས་དང་པོ། སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ། དེ་ནས་སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ། དེ་དགའ་ནས། དེ་ནས། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། ཚོང་དཔོན་གྱི་བུ་ནོར་བཟང། དེ་ནས་དངོས་སུ་གསུང་ཁ་ནས་བཟང་སྤྱོད་དེ་ཚིག་པོ་དེ་དགའ་ན་འགོ་ཚུགས་ཟིན་ནོ། ཇི་སྙེད་སུ་དག་ཕྱོགས་བཅུའི་འཇིག་རྟེན་ན་དུག་གསུམ་གཤེགས་པ་མིའི་སེང་གེ་ཀུན། བདག་གིས་མ་བསླུས་དེ་དག་ཐམས་ཅད་ལ། བསླུས་དང་ང་ཡིས་དང་བ་བྱ་ཀྱིའོ། ད། ཟབ་ཆོས་ཀྱི་དབང་དུ་བཏང་ན་དེ་ནི་སྒོ་གསུམ། ལུས་ངག་ཡིད་གསུམ་དེ་ནི་ཐུན་མོང་གི་སྒོ་ནས་ཕྱག་འཚལ་བ་ཡིན་ནོ། དེ་ནས་ཚིག་འགྲེལ་གྱི་དབང་དུ་ཞུ་ན། ཇི་སྙེད་ཡོད་ཞུ་ཁང་པོ་དེ་ནི་གྲངས་གཟིགས་ཀྱི་དབང་དུ་ད་ཙམ་ཞིག་ཡོད་སྣང། ཞུ་བསྲན་ནོ་ཇི་སྙེད་ཞུ་ཁང་པོ་དེ་ནི་སུ་དག་ཞུ་ཁང་པོ་དེ་ནི་གང་ཟག་གང་ཟག་གི་དབང་དུ་བཏང་སྲིད་ད་སུ་དང་སུ་བཞུགས་ཟེར་ཡོད་ན་ཡང་གསུངས་བསྲན་ནོ། དེ་ནས་ཕྱོགས་བཅུའི་ཞུ་ཁང་པོ་དེ་ནི་ཤར་ལྷོ་ནུབ་བྱང་ཕྱོགས། དེ་ནས་མཚམས་བརྒྱད། དེ་ནས་སྟེང་དང་འོག་དང་ཕྱོགས་བཅུའི་བཞུགས་ཚུལ་ནོ། དེ་ནས་འཇིག་རྟེན་བཞུགས་ཁང་པོ། དེ་ནས་འཇིག་པའི་ཆོས་ཅན་ལ། འཇིག་པའི་རང་བཞིན་ཅན་ལ་བརྟེན་པ་སངས་འཇིག་རྟེན་བཞུགས་ཚུལ་ནོ། ནང་བཞུགས་ཁང་པོ། དེ་ནས་ང་དང། ལ་སྟོད་ནས་ནོ། དེ་ལ་བརྟེན་ནས་ཁང་པོ། དེ་ལ་བརྟེན་ནས་ནགས་ཚལ་ཁང་པ། དེ་ནས་ནང་བཞུགས་ཚུལ་ནོ། དེ་ནས་དུས་གསུམ་གཤེགས་པ། དུས་གསུམ་བཞུགས་ན་བདག་སྨྲའོ་ད་ལྟ་གསུངས་ཀ། དེ་ནས་དུས་ཀྱི་དབང་དུ་བཏང་ཟིན་ནོ།

དེ་ནས། བདག་གིས་མ་ནོར་དེ་དག་ཐམས་ཅད་ལགས། བདག་གིས། བདག་རང་ཉིད་ཀྱིས། དེ་ནས། ཕྱོགས་བཅུ་དུས་གསུམ་ན་བཞུགས་པའི་སངས་རྒྱས། སངས་རྒྱས་སུ་མ་ལུས་པ་དེ་ཚང་མ། དེ་ནས་ལུས་ངག་ཡིད་གསུམ།

དང་ལུས་ཀྱི་མལ་ང་ས་ལ་བབས་ཚེ་དེ་ནི། མལ་ང་ས་ལ་བབས་ཏེ་དེ་ནི་ཕྱག་འཚལ་བ་ལ་ལུས་ཀྱི་ཕྱག་གཞོན་ནོ། དེ་ནས་སྔགས་ཀྱི་སྟོད་པ། སངས་རྒྱས་ཀྱི་སྟོད་པ། དང་ཡོན་ཏན་སྤྱོད་ན་སྔགས་ཀྱི་ཕྱག་ཡིན་ནོ། དེ་ནས་དབྱིག་གི། དེ་ནི་དད་པ་དང་མོས་གུས། དེ་ནི་མོས་གུས་ཀྱི་སྒོ་ནས་སངས་རྒྱས་ཀྱི་ཡོན་ཏན་བཀྲལ་ན་དེ་ནི་དབྱིག་གི་ཕྱག་ཡིན་ནོ།

ཕྱག་འཚལ་ལན་ཡོད་ན་དེ་ཡང་ལྷ་མོ་ཆུ་སྲིན་ཡིན་ན་གཞན། གཞན་མ་ཞིག་གིས་ཅིག་སྤ་སྐུ་ལས་ཁྱེད་རང་ཕྱག་འཚལ་ན་ཚོལ་མིན་ན་ང་ཅི་གཏོང་ཞིག་བྱོས་ཟེར་རིང་ཅིག་སྤ་སྐུ་ལས་ཕྱག་འཚལ་གང་པོ་དེ་ནས་དང་བའི་སྐུ་ན་ཕྱག་འཚལ་བ་ཞུ་བ་མ་ནོ། དེ་ནས་དང་བའི་སྐུ་ན་ཕྱག་འཚལ་བ་ཞུ་ན་དེ་ནི། དང་པོ། སེམས་ཀྱི་ནང་ནས་དེ་ནི་དད་པ་དང་ངོ་སྤེལ་མོས་པའི་སྒོ་ནས་སངས་རྒྱས་ཀྱི་ཡོན་ཏན་དྲན་དེ་ནས་སེམས་ཀྱི་ཕྱག་འཚལ། དེ་ནས་ལུས་དང་ངག་གི་སྒོ་ནས། ཁོ་རང་བཞིན་ནི་ཕྱག་འཚལ་བ་དེ་རང་བཞིན་ནི་དེའི་རྗེས་སུ་ཡོང་ནོ། དེ་ཕྱིར་དེ་ནི་སེམས་ཀྱི་ནང་ནས་དག་པ་དང། དེ་ནི་མོས་པ་བསྐྱེད་བྱ་སོ་ཚང་མའི་ནང་ནས་རྒྱ་ཆེན་མོ་ནོ། ཕྱག་ཚང་མའི་ནང་ནས་སེམས་ཀྱི་ཆགས་པ་རྒྱ་ཆེན་མོ་ནོ།